ང་ཚོའི་གི་དམག་མིའི་ནང་ལ་བུ་གཅིག་བཅུག་དགོས་ཀྱི་ཡོད་རེད། གྲྭ་ས་ནང་ལ་བུ་གཅིག་བཅུག་དགོས་ཀྱི་ཡོད་རེད། ད་ས་ཞིང་ཆེན་གྱི་དེ་ག་ག་ལོ་མང་པོ་བགོ་རེད་བ། དེ་འདྲའི་བྱེད་དུས་ཙམ་པ་ལ་ས་ས་ཞིང་བྱེ་བོད་གཞུང་ལ་ཁྲག་དེ་གཅོད་སེམས་ཁྲག་རྒྱུ་ནི་མེད་པ་ལྕེ་བཤང་བྱས་ནས་ལྟོ་གོས་དེ་ཟ་ཡ་ཡོད་རེད། དེ་ལྟ་ན་སྐུ་ཐོག་རིམ་པ་ད་ཆ་ཡོད་རེད་བ། རྒྱ་མི་ལེབ་ལེབ་བར་དུ་ས་ས་ཞིང་ཁོ་རང་བྱེ། ནང་མི་ག་ག་སྟོང་པའི་བཅུ་གསུམ་ཡོད།

ཨ་མ་ལགས་ཀྱིས་ནང་ལ་ཡག་དེ་འདྲའི་གཡག་གཡོག་དེ་འདྲའི་ཡོད་ན། ཡོད་མ་རེད།
མི་ཚུལ་རང་ཧ་ལ་འགྲོ་ཡོང་ཡོད་མ་རེད་ཚུལ་ལ་ཡག་པོ་ཡོད་མ་ནང་མི་གཙང་གཙང་གི་བྱེད་དགོས་རེད། ང་ཚོ་ཕོ་རྒོད་ཆུང་ཆུང་ཡ་ལུག་ར་ལུག་དང་གཡག་དང་བཟོ་སྐབས་ལ་རྒྱུག་དགོས་རེད། དེ་འདྲའི་སྐབས་ལ་རྒྱུག་དགོས་རེད། ཐིག་པ་གཅིག། སློབ་སྦྱོང་ད་རྒྱ་མི་དོན་པ་རེད་པ། དེའི་དོན་ནི་ནི་ས་ས་ཞིང་དང་ནང་མི་གང་ག་འགྲོ། ཨ་ཁུ་གཉིས་བཙོན་ཁང་ལ་ད་བུ་གཅིག་བཙོན་ཁང་ད་གང་ལྟར་མི།

པུ་གུ། ང་རང་སྤུན་ཆེད་གྲྭ་བ་ཞིག་དེ་ས་སྐྱ་གཞུང་གི་རྩིས་པ་རེད། དེ་སྲས་གསུམ་མ་གསོད་བཏང་སོང་ཨ། མི་གསུམ་བསད་པ་རེད། ནས་ཨམ་ལ་ད་ལྟ་དགུང་ལོ་བཅུ་གཉིས་ལས་ཡ་ད་ལྟ་མི་ཚང་གཅིག་ལས་ཡ་ཕྱག་ལས་གནང་ག་ཕན་ཡིན་གསུངས་སོ་ཨ་ལ་འདི་ཕྱག་ལས་གནང་ག་ག་རེ་བྱེད་ནས་ཕེ་དགོས་གི་ཡོད་ན། ད་དེ་ངས་ད་ལྟ་ཞུས་སོང་ཨ་ས་སྐྱ་དེ་རྒྱ་ཆེན་པོ་རེད་བ། ས་སྐྱ་དེ་རྒྱ་ཆེན་པོ་ཡིན་དུས་སིལ་བྲག་སིག་དགོས་གི་ཡོད་རེད་བ། དྲག། དེའི་དོན་དག་ལ། པེ་ཤ་ཨའི་ཕུ་བོ་རེད། མི། མི་མང་ག་སྐུ་རེད། ཨེ་ནི། ང་པེ། ལོ་བཅུ་གཉིས་ཏེ་ཞག་བཞི་མི་ཤ་བ་གཡོག་པོ་ལ། འོ་དེ་རེད། ད་ས་ཆ་དེ་གི་དོན་དག་ལ་ས་ཆ་རྒྱ་ཆེན་པོ་རུ་བ། ས་ཆ་ད་ང་ཚོ་བོད་པའི་ནང་ལ་ས་ཆ་ལ་གྲགས་མང་པོ་ཡོག་རེད་གྲགས་མང་པོ་ཡོག་རེད།

ངའི་ནང་ལ། མ་རེད། ཨ་ནི།
ཨ་ད་ལྟ་གཞིས་ཀ་འདི་ལ། གཞིས་ཀ་འདི་དང་ལ་གཡོག་པོ་སུམ་ཅུ་དག་ནི་ཡོད་རེད། ག་ས་ག་ནས་མི་སེར་གྱི་མི་མང་བཀུག་ནས། པུ་ར། ག་ལ་སོན་ཉེ་ཟིག་ཁྱོད་ཚེ་ན་མང་ཆེ་བ་གང་པོ་ས་ཞིང་ལ་རེད། གཡོག་པོ་སུམ་ཅུ་དག་ནི་ཡོད་རེད། ད་དེ་ཁ་ལ་སྟོབས་ཆེན་མ་གཏོགས་གླ་ཚ་གྱུར་ནས་དུག་ལོག་ཅི་ལྟ་བས་ལྷན་པ་དང་ལ་ལྷན་པ་སྐྱབས་ལྷན་པའི་དང་རྐང་པ་ལ་ཧམ་གོད་ཅི་ལྟ་གོན་ཡ་ཡོད་མ་རེད།

ད་ལྟ་ཡི་ལོ་རྒྱུས་ཤུལ་ཡག་པོ་རག་ཡོང་མ་རེད། ཆུ་ཚོད་བཅུ་གཅིག་བར་དུ་བཀུག་རེད་བཅུ་གཅིག་ནས་བཅུ་གཉིས་དང་པོ་གཉིས་པ་གསུམ་པ། ད་ཆུ་ཚོད་བཞི་བ་ལ་ལངས་གི་རེད། ག་དུས་ཆུ་ཚོད་བཞི་བ་ལངས་མ་གཏང་ན་གཏོང་གི་རེད་གྲམ་པ་ལ་དེ་བསྐོ་བྱ་ཟེར་གི་གཡོག་པོ་ཞུ་གི་རེད་གཡོག་པོ་གང་ག་གཏོང་གི་རེད། ཁྱོ་ག་དེ་ཨུ་ཚུར་སྐྱིད་མེད་དེ་སྡུག་ཅག་བྱེད་པོ་ཅིག་ཡོད་རེད། ཁ་ལག་ག་འདྲས་བྱེད་ཀྱིན་ཡོད་ན་འམ་ལ་ཁ་ལག་ར། ཁ་ལག་དེ་ཡོད་རེད།

ཐ། ཨ་མདའ་མི་གཙང་གཞིས་ཀ་གི་མི་གཙང་ཅེས་ཡོང་ར་བ། འདི་ཨ་མ་ལགས་སྤྱི་སྟངས་ཀྱི་དུས་རྒྱུན་འབྲེལ་བ་འདྲ་པོ་དེ་འདྲའི་ག་འདྲེ་ཡོད་ན་ཕར་ཚུར་བཀའ་མོལ་གནང་ཡ་འདྲ་པོ་དང་དེ་འདྲེ་ཡོད་ར་བས། ང་ཚོ་ལ་དབང་ཆ་ཡོད་མ་རེད་དེ་འདྲེ་སྐད་ཆ་བཤད་ཡ་དབང་ཆ་ཡོད་མ་རེད་ཁོ་རང་བཀའ་ག་རེ་གནང་ཡ་ཞིག་མ་ཏོག་དེ་ལན་རྒྱབ་ཆོག་གི་མ་རེད་ལ། འབྲེལ་བ་བྱེད་བྱེད་ཡ་ཡོད་མ་རེད། ཁོ་རང་ཚོ་ཡི་བཀའ་རྒྱ་གཏང་གི་རེད་བ། རྒན་པོ་འཐུས་མི་ཡོད་ར་བ། དེ་དེ་གཡོག་པོ་ལ་བཀུག་ཤོག་དེ་དེ་གཡོག་པོ་ལ་བཀུག་ཤོག་དེ་དེ་འདུལ་ཤོག་དེ་དེ་འཁུར་ཤོག་ཟེར།

ཞེན་པ་ཁྱོད་ཚོ་ལ་ཡང་ཞེན་པ་སྐུ་རེད་རེད་མོད་ཅན་སྐུ་རེད། ཨམ་ལ་མི་གཙང་གཞིས་ཀ་འདིའི་རྩ་ལ་ཡ་རྒྱུད་རིང་ལུས་ཞུ་ཡོད་ན། ལོ་བཅུ་གཉིས།
ང་ལོ་བཅུ་གཉིས། མ་བཅུ་གཉིས་ལ་ཡ་ཕེ་རེད་བ་ལ། ཨེ་ནི།
མ་རེད་ང་ལོ་བཅུ་གཉིས་དེ་རྒྱུ་ཁ་བ་རེད། ཨ་ལེ་བཅུ་གཉིས་ལ་ཡ་ཕྱིན་ཨེ་བཅུ་གཉིས་ཕ་དོ་དེ་རེད་བ། བཅུ་གཉིས་ལ་ཕྱིན་བཅུ་གཉིས་ཕ་དོ་དེ་རྒྱུ་བཅུ་གཉིས་དེ་ང་ཆོས་གཏོར་ཕྱིན་ནས་གཞིས་ཀ་དེར་ཁྲེལ་བ་རེད་མ། ཨ་ལེ། ལོ་བཅུ་གཉིས་ནི།

རྒྱ་གར་གཞོན་ནུ་བུ་དག་བན་ཆོས་རིམ་གྱིས་རྒྱ་གར་ཆིག་བརྒྱུད་གནང་བའི་ཁ་ཐུག་ལ། ཨ་ནི། རྒྱ་གར་སླེབས་སོང་དེ་དེའི་སྐབས་ལ་རྒྱ་གར་སླེབས་རྒྱུ་ཡིན། རེད། ཨ་ནི་དེའི་སྐབས་ལ་ཁྲའི་གི་འུ་ལག་ལ་ཕེབས་དགོས་ཀྱི་འདུག་ཨ། རེད་རེད། ཨ་དེ་ཁྲའི་འུ་ལག་དེ་ཨ་མ་ལགས་རང་གི་ཁྲའི་འུ་ལག་རེད་ཡང་སྤོ་སྤོ་མོ་མོ་ཁ་ཅིག་རོགས་པ་གནང་གི་ཡོད་པས། སྤོ་སྤོ་མོ་མོ་ང་སྤོ་སྤོ་མོ་མོ་ལྷོད་སྐྱོ་རེད་བ་སྤ་བ་ཨ་མ་མེད་སོང་ཙང་དེ་མིན་སྤོ་སྤོ་མོ་མོ་འུ་ལག་དང་ཚར་འདྲོད་ད་གྲོགས་པོ་ཞིག་རེད་བ་ལ་ཡར་ལོ་གཏད་དེ་སླེབས་དུས་ཙ་ནས། ལགས། སྤོ་བོ་རྨོ་མོ། ལོ་ཆེན་པོ་བྱས་ནས་ཨ་མ་ལགས་ཀྱི་རོགས་པ་བྱེད་དགོས་ཀྱི་ཡོད་རེད། རེད། ངའི་རྨོ་མོ་ནི་ང་ལ་ཞིག་རྐང་པ་ཐང་པོ་ཡོད་མ་རེད། འཕྲལ་རྒྱག་རྒྱུ་དགོས་རེད་ད་མི་ལྟས་ནས་ཆུང་དུས་ནས་འཕྲལ་རྒྱུག་དགོས་རེད། ལོ་ཆེན་པོ་ལས་དུས་འཕྲལ་རྒྱུག་དགོས་རེད། རྐང་ཆག་ཐང་པོ་ཡོད་མ་རེད། སྤོ་བོ་རྨོ་མོ་གཉིས་ཀ་རྐང་ཆག་ཐང་བས་ཏེ་ང་དེ་ཐང་ཡོད་པའི་ཁུལ་རེད་ང་ལོ་བཅུ་གསུམ་ཚེ་སླེབས་བཅུ་གཉིས་བཅུ་གསུམ་ཚེ་སླེབས་ཀྱི་ཡོད་རེད་ཏེ། ང་འུ་ར་རྒྱུག་ཁར་ང་སྤྲོ་བ་བྱེད་དགོས་རེད། ཚེ་བསོད་པ་བྱས་ན།

འཕྲལ་རྒྱུ་འགག་མེད་རྐྱེན་འདྲ་བོ་འདི་ལྟ་སྟེ། གཞིས་ཀ་འདི་ང་ཚོ་ལྟ་སྤྲད་ཀྱི་ཡོད་རེད། ད་ས་ཆ་འདི་སྤྲད་མ་ཤེས་ལས་ཀ་ང་ལྟ་སྟབས་ཡག་ད་ཁ་ཅིག་གང་ག་སོ་སོས་བྱེད་དགོས་རེད། ད་ཁ་ས་ཆ་སྟོང་པ་ཞིག་སྤྲད་ཀྱི་ཡོད་རེད་མེ་མདོ་གཉིས་བརྒྱ་ཡ་གཅིག།
ག་བ་ནས་རག་གི་ཡོད་རེད་ཨམ་ལ། ད་ལ་ཡ་དེ་ཚོ་ངས་ཁ་སང་ཞུས་སོང་ང་ལ་བུ་ལོན་རྒྱན་རྒྱན་བླངས་བུ་ལོན་གི་གང་ལ་བུ་ལོན་སྐྱེད་སྐྱེད་ཀའི་གང་ལ་སྐྱེད་ཀ་བརྒྱབ་དེ་འདྲ་བྱས་མི་སྲིད་དེ་དོན་མ་ཆོད་པའི་སོང་ཆེད་ཆགས་བསྡད་ཡོད་རེད།

སྐྱ་བོར་སྐྱ་བོར་འཇིགས་སུ་གནང་ཡོད་རེད། འོ་དེ་རང་མི་ཤེས་ཤིང། ད་ང་ཚོ་ད་སྤུ་གུར་བ་ད་ང་ཚོའི་ཕ་མའི་བཀའ་ནས་དེ་འོ་ལང་ཀ་འདྲ་བོ་དེ་རང་རང་དེ་ཐེངས་རང་ཡིན་པ་འདྲ།